གངས་རིའི་ར་བས་བསྐོར་བའི་ཞིང་ཁམས་སུ་ཕན་དང་བདེ་བ་མ་ལུས་འབྱུང་བས་ནས་སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡི་ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག། མདོ་དབུས་ཁམས་གསུམ་གྱི་བོད་རིགས་སྤུན་ཟླ་ཡོངས་ལ་གུས་པ་སྨོན་པ་བརྟག་རག་གི་ངོས་ནས་འཚམས་འདྲི་དང་གུས་ཁམས་བཟང། མངར་སྐྱུར་གྱིས་འཚོ་བ་གཅིག་གི་སྒམ་ནས་མ། དེ་རིང།

རང་བཙན་བློ་ཁ་ལ་དང་འབྲེལ་བའི་རེ་བ་ཅིག་དང་འབོད་སྐུལ་ཅིག་ཞུ་འོས་ཡིན། གཅིག་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་གཞུང་དང་སྒེར། ད་བ་ཅིག་སྒེར་ཡིན་གྱི་རེད་དེ། གཞུང་དང་སྒེར་གྱི་ཨེ་ནི་ཅིག་གནད་དོན་ད་འདི་སྒེར་རང་ཆགས་ཀྱི་ཡོད་གི་རེད་བ་ཚོགས་པ་ཁག་གི་ང་ཚོ་གི་རང་བཙན་འཐབ་བྱུས་དང་འབྲེལ་བའི་གནད་དོན་གྱི་སྒང་ནས་ཨེ་ནི་ཅིག་ང་རང་ཚོ་གི་བོད་ཀྱི་རྩ་དོན་དང་འབྲེལ་བའི་གནད་དོན་སྒང་ནས་ལས་འགུལ་སྤེལ་བའི་སྐབས་ལ་ཨེ་ནི་བསམ་ཚུལ་ཅིག་ཞུ་འདོད་བྱུང་སོང་རེ་བ་ཅིག་ཞུ་འདོད་བྱུང་སོང་དང་པོ། ཨེ་ནི་ད་རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱིས་ཨེ་ནི་རྣམ་ཤེས་དེ་མགྱོགས་ནས་མྱུར་དུ་ཨེ་ནི་ཁ་བ་གངས་ཅན་དུ་སྐྱེལ་ཡག་ཡང་མེད་ན་བཙན་བྱོལ་དུ་སྐྱེལ་ཡག་ལྷག་པར་དུ་རྒྱལ་བ་དོན་གྱི་བདག་པོ་མཆོག་གི་ཞབས་ཀྱི་བར་ལ་སྐྱེལ་ཡག་གི་སྨོན་ལམ་ཞུ་གི་ཡོད་དེ་ཡང་རྒྱལ་སྤྱིའི་དཔའ་བོ་གཅིག་ལ་སྐྱེལ་ཡག་གི་སྨོན་ལམ་ཞུ་བསྡད་ཀྱི་ཡོད་ད་རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱི་སྐོར་ལ་ཞེའུ་འཇེའུ་གཅིག་ཞུས་ནི། ཕན་ཐོགས་གང་ཡོད་མ་རེད་རྣམ་པ་ཚང་མས་མཁྱེན་གྱི་ཡོད་རེད་ད་གལ་ཆེ་ཤོས་དེ་རྒྱལ་གཅེས་དཔའ་བོ་བློ་དགའ་ལགས་ཀྱི་ཞལ་ཆེམས་འདི་ང་ཚོའི་སེམས་ལ་བཞག་དགོས་ཀྱི་ཡོད་རེད་མ་རེད་དེ་འདྲ་སོང་ཙང་ན་ང་རང་ཚོ་ད་ལྟ་བར་དུ་ང་རང་ཚོ་དཔའ་བོ་དཔའ་མོ་རྒྱལ་བ་དོན་གྱི་བདག་པོ་མཆོག་ཆ་ཚང་གི་གསུང་ཡོད་རེད་གཅིག་སྒྲིལ་བྱེད་དགོས་རེད་ད་གཅིག་སྒྲིལ་བྱེད་དགོས་རེད་ད་གསུང་བསྡད་ཀྱི་ཡོད་རེད་ད་དེའི་ནང་ནས་ད་ད་ལྟ་ང་ཚོ་ཚང་མས་སྤྱི་ཚོགས་འཁྲུག་པའི་སྐབས་འདི་ལ་ང་ཚོ་ཚང་མས་མཐོང་བསྡད་ཡ་དེ་རྒྱལ་གཅེས་དཔའ་བོ་བློ་དགའ་ལགས་ཀྱི་ཞལ་ཆེམས་དེ་རེད།

ག་རེ་གནང་དགོས་འདོད་ཞུས་པ་ཡིན་ན་ད་ད་ད་ང་རང་གི་ཕ་ནས་ཕ་ད་ཅིག་རྣམ་པ་ཚོ་གི་རྒྱལ་གཅེས་དཔའ་བོ་བློ་དགའ་ལགས་ཀྱི་ཨ་ནེ་ཅིག་མཛད་རྗེས་དེ་ཚོ་དང་གནས་ཚུལ་མང་པོ་ཅིག་ངས་གསུངས་དེ་ངེད་ཚོ་གི་ཞལ་ནས་ཉན་པ་ཡིན། ཧང་སང་ཡག་པོ་གསུངས་འདུག་རྗེས་སུ་ཡི་རངས་ཞུ་གི་ཡོད་ད་ཡིན་ནས་རེ་ད་རེ་ཟུང་གི་འདས་པའི་གནས་ཚུལ་ཡང་ཅིག་བགྲང་ཡོང་ནས་བཀའ་མོལ་གནང་སྟངས་བྱུང་གི་འདུག་དེའི་རེ་འདི་རྩ་བར་གནང་རྒྱུར་འདས་པ་དེ་འདས་པ་རང་རེད་གང་དགོས་ཡོད་མ་རེད་ད་ད་ང་ཚོ་ཚང་མས་མཉམ་ཞུགས་བྱེད་དགོས་ཡ་དེ་གལ་ཆེན་པོ་རེད།

Etic Unity Law། འདི་ལག་བསྟར་བྱས་པ་དང་གཅིག་ང་རང་ཚོ་བོད་ཀྱི་རྩ་བོད་ནང་ལོགས་ལ་རྒྱ་མིས་གནོད་ཤུགས་དམ་དྲག་ཆེ་རུ་བཏང་བ་དང་གཉིས། བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་གནས་སྟངས་དང་གནད་དོན་མང་པོ་གཅིག་ལ་གཟིགས་ནས་སྐུ་ལུས་འདི་ཞུ་འབུལ་གནང་ཡོད། ཞུ་འབུལ་གནང་ས་དེ་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་གྱི་ལམ་ཆེན་འདི་ལ་གནང་ཡོད། ད་འདི་དངོས་གནས་ཁོ་རང་གི་རླབས་ཆེན་གྱི་ལས་ཀ་གཅིག་རེད། དེ་འདྲ་སོང་ཙང་ད་འདི་ལ་ང་ཚོ་གིས་མ་འོངས་པར་ད་ད་ལྟ་ང་ཚོ་གིས་གནད་དོན་འདི་ཚོའི་རིགས་དེ་དོན་དག་ཅིག་དང་བ་ཅིག་འདི་འདྲས་འདི་འདྲས་བཟོ་སོང་ན་ང་ཚོ་གིས་འདི་ཇག་དམག་སོང་ནས་ཡལ་འགྲོ་གི་རེད། དེ་འདྲ་སོང་ཙང་གྲོས་མ་ཡལ་གོང་ན་ང་གིས་རེ་བ་འདི་ལ། རྣམ་པ་ཚོ་བཞུགས་ངེས་ཚང་མས་ཕྱི་རྒྱལ་ལ་བཞུགས་ངེས་ཚང་མས་རེ་བ་ཨ་རི་དང་ཨ་རི་ནང་ལ་བཞུགས་ངེས་ཚང་མས་ཨེ་ནི་ཅིག་ནུས་པ་མཉམ་སྤུངས་བྱས་ནས། ང་རང་ཚོ་བྷ་གའི་དོན་གཅོད་ཡོད་རེད། ཨ་རིའི་ནང་ལོགས་ལ་ང་རང་ཚོ་ཆོལ་ཁ་གསུམ་གྱི་ཚོགས་པ་ཡོད་རེད། གཞོན་ནུ་ཡོད་རེད་བུད་མེད་ཡོད་རེད་ཨེ་ནི་ཨ་རི་རང་གི་སྤྱི་མཐུན་ཚོགས་པ་ཡོད་རེད་རྣམ་པ་ཚང་མས་ཕྱག་ལས་གནང་ནས་ཨེ་ནི Student of Free Tibet འོ་ལ་སོགས་པ་ད་ག་འདྲ་ཚོགས་པ་ཡོད་ན་མེད་ན་མ་གཏོགས་ཡོད་ཚད་ཀྱི་ནུས་པ་མཉམ་སྤུངས་ཐོག་ནས། རྒྱལ་གཅེས་དཔའ་བོ་བློ་དགའ་ལགས་ཀྱི་ཞུ་འབུལ་གནང་སའི་ལམ་ཁ་འདི་ལ། མིང་འདི། ཡང་མིན་ན་བློ་དགའ་རང་བཙན་གྱི་མིང།

ཞུས་ནས། ཏན་ཏན་འདི་བྱེད་ཆོག་གི་རེད་བསམ་གྱི་འདུག་འདི་འདྲའི་ཞུས་པ་ཡིན་ན་བྱེད་ཡག་ཡོད་ཀྱི་རེད། འདི་གི། དངོས་གནས་ཁོ་རང་གིས། མི་རབས་མི་རབས་ལ་ཕན་ཐོག་གི་རེད། འདི་གཅིག་ངའི་རེ་བ་ཡིན་ཕྱི་རྒྱལ་ལ་ཞུ་མཁན་ཚོ་ལ། རེད་བ། ང་ཚོ་འཚོ་བ་སྐབས་ལ་ཉི་མ་ཁ་ཤས་ཤིག་འཚོ་བ་ཞོག་ཅིག་ལེགས་ཀྱི་རེད། དངོས་གནས་འདི་ནས་འཚོ་བ་ཚང་མ་བརླག་འགྲོ་ན་ཡང་རང་འཇགས་འགྲོ་གི་རེད། འོ་འདི་འདྲ་གསུངས་ཙང་འདི་མ་ཡོང་ཡང་ཆེད་དུ། ལམ་ཁ་འདི་ལ་མི་དུས་ད་ན་མ་གི་འདུག་ཨ་ནི་རང་བཙན་བས། ཡང་མིན་ན་བློ་ཁ་རང་བཙན་བས་སེམས་བཏགས་པ་ཡིན་ན། འདི་གི་སེམས་ནང་ལོགས་ལ། ཚོར་སྣང་སྐྱེན་པོ་དེ་སླེབས་ཡོང་གི་རེད། དཔའ་ངར་གྱིས་ཡར་གླེང་ཡོང་གི་ཚོར་སྣང་ངར་སྐྱུར་དེ་ཡར་གླེང་ཡོང་གི་རེད། འདི་གཅིག་བྱུང་དུས་བྱུང་སོང། ད་གཉིས་པ་འདི་ལ། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། ད་ད་རེས་ཀྱི་བློ་དགའ་རང་བཙན་ལགས་ཀྱི་ཞལ་ཆེམས་དང་འབྲེལ་བའི་འདས་པའི་དགེ་བ་དོན་གྱི་བདག་པོ་ཆགས་ལ་སོགས་པའི་བཀའ་སློབ་མང་པོ་དང་འབྲེལ་བའི་ཐོག་ནས་ངས་ག་རེ་ཞུ་ཡང་ཡིན་ལབ་ཚེ་ང་རང་ཚོ་གི་འཐབ་རྩོད་པའི་ནང་ལོགས་ལ། དཀའ་ངལ་ཆེ་ཤོས་གཅིག་གིས་ང་ཚོ་གི། བོད་ཀྱི་རྒྱལ་ཐང་དེ་འཁྱིལ་ཡོང་ངེས་དེ་ཉུང་རུ་ཉུང་རུ་འགྲོ་གི་འདུག་ད་འདི་ལ་ཡང་ངས་དོགས་པ་ཅིག་སླེབས་ཀྱི་འདུག་ང་འདི་འདྲའི་གི་ནང་ལོགས་ལ་ཅིག་ཐིམ་མེད་དང་བསམ་བསམ་ཅིག་ཡོང་གི་འདུག་དེ་འདྲ་སོང་ཙང་ང་རང་ཚོ་སྒེར་གྱི་ཚོགས་པ་ག་འདྲས་ཡིན་པ་ཡིན་ནས་རྣམ་པ་ཚོ་གི་ཚོགས་པའི་མིང་འཁྱིལ་ཆོག་གི་རེད་ར་རྣམ་པ་ཚོ་གི་བཀོད་སྡོད་ལ་ཚོགས་པའི་བཀོད་སྡོད་ཀྱི་ལས་ཐང་ཡོད་པའི་དེ་འཁྱིལ་ནས་ཡིན་ད་ཡིན་ཡིན་ནས་རྣམ་པ་ཚོ་གི་ཚོགས་པའི་དར་ཆ་ཅིག་འཁྱིལ་བོད་ཀྱི་དར་ཆ་དེ་མ་འཁྱིལ་བ་ཡིན་ན། ང་གི་དོགས་པ་ལ་འདི་ནང་ལོ་ཡང་རྒྱ་མི་གི་འདི་མེད་དང་བསམ་བསམ་གི་དོགས་པ་ཡོད། ང་རང་གི་དོགས་པ་ཙམ་ཡིན། དེ་འདྲ་སོང་ཙང་ང་ཚོ་ཚང་མས་འདི་འདྲའི་སི་ཏཱ་སོ་སོའི་ཚོགས་པ་དེ་གི་དར་ཆ་དེ་ཁྱིས་པ་ཡིན་ན། དེ་ནི་སུས་བོད་གི་དར་ཆ་ཁྱི་གི་རེད་པས། རེད་བ། དེ་འདྲ་སོང་ཙང་དབུས་གཙང་གི་དབུས་གཙང་གི་དར་ཆ་ཁྱི། མདོ་སྨད་གི་མདོ་སྨད་གི་དར་ཆ་ཁྱི།

རྣམ་པ་རྫོགས། བསམ་ཤེས་གནང་གི་མི་འདུག་མང་པོ་གཅིག་གིས་བསམ་ཤེས་གནང་སོང་ད་ཡང་ད་ལྟ་ལྟས་ཅིག་དོན་ཡོང་འདུག་རྒྱ་གར་ནང་ལས་འདུག་ཕྱི་རྒྱལ་ལས་འདུག་འདི། དེ་འདྲ་སོང་ཙང། ང་རང་ཚོ་གི། ཐོབ་ཐང་གླེང་ས་དེ་ང་ཚོ་གི་བོད་ཀྱི་རྒྱལ་ཁབ་ཀྱི་དར་ཆ་དེ་གི་ཐོག་ནས་ཐོབ་ཐང་གླེང་དགོས་ཀྱི་ཡོད་རེད། ཐོབ་ཐང་རྩོད་དགོས་ཀྱི་ཡོད་རེད། ང་ཚོ་གི་ཚོགས་པ་སྒེར་གྱི་ཐོབ་ཐང་དེ་འདྲའི་རྩོད་ཁང་སུ་གཅིག་གིས་སྒྲུབ་ཀྱི་ཡོད་མ་རེད། འདི་ཚོང་དང། ད་ལྟ་བློ་ཁ་རང་བཙན་ལགས་ཀྱི་གཅིག་སྒྲིལ། ཐོག་ནས་བྱེད་ཞུ་ཟེར་དུས་ད་ནས་གཅིག་སྒྲིལ་དེ་ང་ཚོ་ག་གི་གང་གླེང་དགོས་རེད། རྒྱལ་ཁབ་འདི་གི་དར་ཆ་དེ་གང་ཟིན། འདིའི་དར་ཆ་དེ་ཁྱེད་ནས་ང་ཚོ་གི་གཅིག་སྒྲིལ་གླེང་ཡོང་གི་རེད། དེ་འདྲ་སོང་ཙང། ཨེ་ནས་ཅིག། སོ་སོའི་གི་ཚོགས་པ་སོགས་ཀྱི་སྐྱིད་སྡུག་སོགས་ཀྱི་དར་ཆ་ཁྱེར་ཡོད་ན། ཨེ་ནས་དེའི་སེམས་ནང་ལོག་ལ་མི་གཞན་དག་གི་སེམས་ནང་ལོག་ལ་མ་བདེ་བ་ཅིག་རང་བཞིན་གྱི་བྱུང་ཡོང་གི་རེད། འདི་གི། ཕ། ཐག་རིང་པོ་བཏང་ཡག་དེ་རང་བཞིན་གྱི་གླེང་ཡོང་གི་རེད། དེ་འདྲ་སོང་ཙང་ངས་ང་རང་ཚོ་གི་འདི་ནི་ཅིག་འཐབ་རྩོད་པའི་ཚོགས་པ་ཚང་མས་གཞུང་སྒེར་ཚང་མས་འདི་ནི་དར་ཆ་འཁྱིག་དུས་ཙང་ནས་བོད་ཀྱི་དར་ཆ་ངེས་པར་དུ་བསྣམས་རོགས་གནང། འདི་ནི་སོ་སོ་གི་དར་ཆ་ཅིག་འཁྱིག་གོ་ཡོད་ན་དར་ཆ་གཅིག་འཁྱིག། དར་ཆ་འཁྱིག་མོ་གོ་ཆོད་ན་ཡག་ཤོས་རྣམ་པ་ཚོ་བོད་སྟོད་གོས་དུ་ཆོད་རོགས་པ་བོད་མི་ཡིན་ན་བོད་མི་ཚོགས་པ་སྟོད་གོས་ཆོད་ཡག་དོ་ཕྱུ་བ་ཆོད་ནི་ཕྱུ་ཡག་དོ་འདི་ནི་གཞོན་ནུ་ཡིན་ན་གཞོན་ནུ་ཆོད་ཡག་དོ་མོ་འདི་ནང་བཞིན་གྱི་སྟོད་གོས་དུ་བསྣམས་དར་ཆ་རྣམ་པ་ཚོ་གི་དར་ཆ་དེ་འཁྱིག་རྒྱུ་མི་འདུག་འདི་ང་གི་རེ་བ་ཡིན། ཨེ་ནས། ཐ་མག་གི་རེ་བ་འདི་ལ། རྣམ་པ་ཚོགས་ཀྱི་ཕྱག་ལས་གནང་བའི་སྐབས་ལ། ཨེ་ནས་ཅིག། རང་བཙན་གྱི་ལྟ་གྲུབ་ཡིན་ངེས་དེ་འགྱེད་ཀྱི། ལས་འགུལ་ཅིག་སྤེལ་དུས་ད་ནས་གཞན་དག་དེ་འགྱེད་ཕངས་ཚེ་དེའི་ཞག། དབུ་མའི་ལྟ་གྲུབ་དེ་འགྱེད་ཀྱི་ལས་འགུལ་ཅིག་སྤེལ་དུས་ཨེ་ནས། རང་བཙན་ལྟ་གྲུབ་འགྱེད་ཕངས་ཚེ་དེའི་ཞག་ད་ལྟ་བར་དུ་འདི་འདྲའི་རང་བྱེད་དེ་གི་འདུག་འདི། ང་ཚོ་ལ་དགོས་ཡག་གི་ལས་ཀ་དེ་མ་རེད། རྣམ་པ་ཚོ་ཚོགས་པ་འདི་གཉིས་ཀྱིས་ག་རེ་ཡིན་མིན་གང་ཐག་ཐབས་རྩོད་པ་རེད། རང་བཙན་དང་དབུ་མ་གཉིས་ཀ་ཐབས་དང་ཤེས་ཀྱི་ཐབས་ཤེས་ཟུང་འབྲེལ་གྱི་ཐབས་བྱུས་ཤིག་རེད། འདི་གཉིས་གཉིས་ཀ་རྣམ་པ་ཚང་མས་ཚོགས་པའི་མཛད་གཙོ་རྣམ་པ་ཚོ་གི་ཡ་གྱལ་ལ་མཉམ་རུབ་གནང་དང་མི་དམངས་ཚོ་རང་བཞིན་གྱིས་མཉམ་རུབ་བྱེད་ཀྱི་རེད། ད་ལྟ་བར་དུ་སྒང་ལ་ལྟས་ངན་ཚོགས་ཀྱི་མཉམ་རུབ་མ་བྱས་པའི་རྒྱུ་མཚན་བསྟན་ནས་མི་དམངས་རང་བཞིན་གྱི་ཁ་ཐོར་ཆགས་ཀྱི་ཡོད། འདི་རེད་དེ་འདྲ་སོང་ཙང་ད་དུས་ད་རིང་ནས་བཟུང་ནས། རྣམ་པ་ཚོགས་ཀྱིས་མུ་མཐུད་ནས་ལས་འགུལ་ག་འདྲིས་བྱེད་པ་ཡིན་ནས་ཚོགས་པ་གཅིག་གཉིས་ཀྱི་མིང་ཁྱི་མ་བྱེད་ཚོགས་པ་ཆ་ཚང་མཉམ་དུ་ཡོད་པ་ཅིག་འབད་བརྩོན་གནང་རོགས་གནང་ད་འདི། གུས་པས། ལན་ཅིག། མ་གཞི་རྨོངས་པའི་དབང་གིས་རེ་བ་ཡིན། དེ་འདྲའི་བྱེད་ནས་པ་ཡིན་ན་ང་ཚོ་སྤྱི་ཚོགས་ལ་ཕན་གྱི་རེད་བོད་ལ་ཕན་གྱི་རེད་འཛམ་བུ་གླིང་གི་ལྟ་སྟངས་ལ་ཕན་གྱི་རེད་ང་རང་ཚོ་སྤྱི་འཐུས་གྲོས་ཚོགས་ལ་འགྱེལ་ལས་ཁྱད་འཕགས་ཤིག་འགྲོ་གི་རེད་འོ་འདི་ཅིག་ཞུ་འདོད་བྱུང་སོང་ད་འདི་གུས་པ་རང་གི་རྨོངས་འཆར་ཡིན་ནོར་བ་དང་འཁྲུལ་བ་བྱུང་ཡོད་ན་དགོངས་སེལ་ཞུ་གི་ཡོད་ཞུ་ཡ་ཡིན་ཨེ་ནི་བློ་དགའ་རང་བཙན་ལགས་ཀྱི་རྒྱལ་སྤྱིའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་ངེས་པར་དུ་ཨེ་ནི་སྐུ་ལུས་ཞུ་འབུལ་གནང་སའི་ས་ཆ་འདི་ལ་རྣམ་པ་ཚོ་གི་ཡིན་གཅིག་མིན་གཅིག